བརྟན་གཡོ་ལ་སོགས་པ་ལྔ། རྟོག་བཅས་བཅུ་བཅས་ཀྱི་རབ་དབྱེ་ཡིས། དམིགས་བྱེད་ལ་སོགས་པ་ལྔ། འབྱུང་བ་གསུམ་གྱི་རབ་དབྱེ་ཡིས། རྫས་དང་ལྡན་པ་ལ་སོགས་པ་ལྔ། རབ་དབྱེ། ལྟ་བ་ལྟ་མིན་གྱི་རབ་དབྱེ་ཡིས་གཉིས་ཀྱིས་ཤེས་པར་བྱ་བའི་རབ་དབྱེ་ཡིས། འོག་ཏུ་བརྗོད་བདེ་བའི་དབང་དུ་བྱས་པའི་རབ་དབྱེ་བརྒྱད། བསྐྱངས་ན། འོ་དེ་ད་དང་པོ་ག་རེ་རེད་ཡ། འོ་ད་བརྟན་གཡོ་ལ་སོགས་པ་ལྔ། བརྟན་གཡོ་འདི་ནི་གཟུགས་གཅིག་པུ་ཐོག་དང་བཅས་པ་གཟུགས་ཅན་བཅུ་སྟེ་དེ་རེད། དེ་ལ་དང་པོ་ཁམས་བཅོ་བརྒྱད་པོ་དེ་དག་ལས་བརྟན་དུ་ཡོད་པ་དུ་ཞེ་ན་བརྟན་དུ་ཡོད་པ་ཟད་དེ་མིག་བཞི་ལ་བརྟན་དུ་ཡོད། བརྟན་དུ་མེད་པ་ནི་དུ་ཞེ་ན་ཞེས་པ་ལ་སོགས་པ་སོགས་པའི་དྲི་བ་ནི་འོག་མ་རྣམས་ལ་ཡང་ཤེས་པར་བྱའོ། ད། ལྟ་ཁོ་རང་མཛོད་ཁོ་རང་བརྩམས་སྟངས་དེ་ཚོ་འདྲ་ཅི་རེད་བལྟས་འདུག་ཨ་རབ་ཡིག་རྐྱང་རྐྱང་མ་བསྒྲིགས་ནི་རེད་བ། དེ་ཡི་ལན་དུ་བསྟན་དུ་ཡོད་པ་ནི་འདིར་གཟུགས་ཀྱི་ཁམས་གཅིག་པུ་ཡིན་གྱི། གཟུགས་ཁམས་གཅིག་པུ་ལ་བསྟན་ཡོད་ཟེར་བ་ལྟར་མི་ཞིག་གི་བཟུང་བྱ་འདི་ནི་འདིའོ་འདི་ནི་ཕ་གིའོ་ཞེས་མིག་གི་དབང་པོ། མིག་གི་དབང་པོ། ལ་རེད་ཡ་ཟེར་བྲིས་འདུག་ཨ། མིག་གི་དབང་པོ་ལ་བསྟན་དུ་ཡོད་པའི་ཕྱིར་རོ། ཚེ་དང། མིག་ཤེས་བསྐྱེད་ཅིང། རེ་བ། མིག་ཤེས་ལ་བརྟན་དུ་ཡོད་པའི་ཕྱིར་མིག་གི་དབང་པོ་ལ་བརྟན་དུ་ཡོད་པའི་ཆ་ནས་ནི་བརྟན་གཡོའི་ཕྱིར། དེས་ན་རྒྱལ་པོའི་སྲས་ཀྱིས། ཡང་ན་ཚིག་གཞན་གྱིས། མིག་ཤེས་བསྐྱེད་པ་ནི། བརྟན་པ་ཡིན་ལ་དེ་དང་ལྷན་ཅིག་འཇུག་པ་ནི་བརྟན་དུ་ཡོད་དེ། དེ་ཡང་འོག་འདིར་གཟུགས་ཀྱི་ཁམས་གཅིག་པུ་ཡིན་ནོ་ཞེས་འདོད་དོ། ད་ཁམས་བཅོ་བརྒྱད་ཡིན་ན་ནི་གཟུགས་ཁམས་གཅིག་པུ་དེ་བརྟན་གཡོ་ཡིན་ཕྱིར་བརྟན་གཡོ་འདི་ནི་གཟུགས་གཅིག་པུ་ཟེར་རོ། འོག་ད་འདིར་ཁམས་ལྷག་མ་བཅུ་བདུན་ནི་དེ་ལྟར་མ་ཡིན་པས་བསྟན་དུ་མེད་པ་ཞེས་བྱའོ། རེ་བ་ད། འོག་ད་བསྟན་དུ་མེད་པ་ཞེས་བྱའོ། ད་འདིར་ཡིག་ཆུང་ལོགས་ན་མདོ་ལས་ཀྱང། དགེ་སློང་གཟུགས་ནི་ཕྱི་ཡི་སྐྱེ་མཆེད་ཡིན་ཏེ་འབྱུང་བ་ཆེན་པོ་དང་རྒྱུར་བྱས་པ་དང། གཟུགས་ཅན་བསྟན་དུ་ཡོད་ལ་ཐོགས་པ་དང་བཅས་པའོ་ཞེས་དང། བདག། དགེ་སློང། མིག་གི་ནང་གི་མིག་ནི་ནང་གི་སྐྱེ་མཆེད་ཡིན་ཏེ་འབྱུང་བ་ཆེན་པོ་དག་རྒྱུར་བྱས་པ། གཟུགས་ཅན་དང། ནི་ག་ས། གཟུགས་དང་བ། བསྟན་དུ་མེད་པ་ཐོགས་པ་དང་བཅས་པའོ་ཞེས་གསུངས་སོ། བརྟན་གཡོ་འདི་ནི་གཟུགས་བྱེད་པོ་ཐོགས་དང་བཅས་པ་གཟུགས་ཅན་བཅུ་དག་ཐོགས་བཅས་ཟད་དེ་གཟུགས་ཅན་བཅུ་ག་ལ་བཞག་ཡོད། གཟུགས་ཅན་གྱི་ཁམས་བཅུ་དེ་ག་རེ་ཡ། མིག་སོགས་དབང་པོ་ལྔ། གཟུགས་སོགས་དོན་ལྔ། རྟགས་དག་རེ། དགེ་སློང་རྣམས་ནི་ཕྱི་ཡི་སྐྱེ་མཆེད་འདི། སྐྱེ་མཆེད་བཅུ་གཅིག་གིས་མ་བསྡུས་པ་བསྟན་དུ་མེད་པ་ཐོགས་པ་མེད་པའོ་ཞེས་པ་ཡིན་ཏེ་ས་མདོ་གི་ཁུངས་དེ་དེ་ཡིན་པར་བྱེད་པ། བསྟན་ཡོད་འདི་ནི་གཟུགས་གཅིག་པུ་ཐོག་དང་བཅས་པ་གཟུགས་ཅན་བཅུ། ཡིན་ཏེ་དེ་ཡང་རྣམ་པ་གསུམ་སྟེ། རེ་ཟུང་བ་ལྟ། འོ་ད་དེ་རེ། འོ་ད་དེ་ཡང་སྲིད་དུས་ད་ཐོག་བྱས་ཡིན་དང་དེ་ཡིན་པ་འདྲ། ཡུལ་ལ་ཐོག་པ་དེ་དག་འདྲིས་པ་ལ་ཐོག་སམ་ཞེ་ན་མུ་བཞི་སྟེ། ཡུལ་ཐོག་དང་འདྲིས་ཐོག་ལ་མུ་བཞི་སྟེ་ཟེར་བ་ད་འོ་ད་དེ་ཡིན་པ་འདྲ། བདག་ལས་འདི་གཅིག་ལོག་ན་རྣམ་པ་གསུམ་སྟེ་དང་པོ་གར་རིས་སོ་སྟེ་མུ་བཞི་སྟེ་ཞོ་སྤྱིར་ལོག་ཆོས་རྣམ་པ་གསུམ་སྟེ་འདྲིས་པ་ལ་ཐོག་པ་དང་ཡུལ་ལ་ཐོག་པ་དང། དམིགས་པ་ལ་ཐོགས་པ་ཡུལ་ཐོག། ཨ་ལས་སྒྲིབ་ཐོགས་སུ་ལབ། ཡུལ་ཐོག་དམིགས་ཐོགས་གསུམ་བྱེད། དེ་ལ་དང་པོ་ནི་ག་རེ། རང་གི་ཡུལ་དུ་སྐྱེ་བའི་གེགས་བྱེད་པ་སྟེ། དེ་ལ་དང་པོ་ནི་སྒྲིབ་ཐོགས་སེལ། རང་གི་ཡུལ་དུ་སྐྱེ་བའི་གེགས་བྱེད་པ་དེ་ལྟར་རང་གི་གོ་ས་ན་གཟུགས་ཅན་གཞན་མི་འབྱུང་བ་ཕ་འགོག་པར་བྱེད་པ་ཅི་ཡོད་རེད་བ། དེ་ལ་གར་སིག་རེད་སྒྲིབ་ཐོག་འོ་ད་དེ་ཡིན་པ་བས་ན་ང་རང་ཚོ་རྡོ་དོག་དོག་འདྲ་བོ་ཅི་ཡིན་ན་རེད་བ། དེ་ཡི་གོ་ས་ན་གཟུགས་ཅན་གཞན་འབྱུང་བ་ལ་གེགས་བྱེད་པ་ཡིན་ཙང་ཨ་ནི་ཁོ་ཡུལ་ཐོག་སྒྲིབ་ཐོག་བྱེད་པ་ཡིན་པ་རེད། གེགས་བྱེད་པ་སྟེ་ས་འོ་དེ་རེད་ཨ་ནི་གཟུགས་ཅན་དག་གཅིག་གི་གོ་སར་གཅིག།

ཁུ་ཁྲག་འདུས་པ་ལྟ་བུ་ཅིག་མགུ་རུ་བ་དེ་ལ་མ་གཏོགས་དེ་དང་རྒྱ་གར་རྡོ་རྗེ་གདན་ཐོག་ཡིན་ཟེར་མ་རེད། རྒྱ་གར་རྡོ་རྗེ་གདན་ཉིད་ཐོག་རེད་མ་གཏོགས་གཞན་གར་ས་འདི་རྒྱུ་ཨ། ཨ། ཨོ་ཡ་ཐོག་མེད་རྒྱུ་རུ་བ་དེ་དང། དབང་པོ་ཀུན་ཚང་ཐོག་མེད་རྒྱུ་ཅེས་པ་གཟུགས་ཅན་གངྒཱ་ལ་ཐོགས་པ་མེད་པར་རྒྱུ་བ་འདུག་པ་དེ།

རེ་བས། ཁོ་གཟུགས་ཅན་གཞན་བྱུང་བ་ལ་གེགས་བྱེད་མ་ཟེར་ཏོ་ཁོ་ཐོགས་བཅས་སའི་ཡུལ་ཐོགས་ཟེར་ཏོ། ཡུལ་ཐོགས་ཟེར་དུས་ཁོའི་ཐོགས་ས་ཁོ་དགག་བྱ་བྱེད་ས་ཇི་བ་རུ་བ་འགོག་ས་དེ་དུས་གཟུགས་ཅན་གཞན་དེ་ལ་བཞག་མོ་གཟུགས་ཅན་གཞན་ཟེར་ན་ག་ཚིག་རེད། ད་འོ་འདི་འདྲས་བྱེད་ད། ཡང་གཟུགས་ཅན་གཞན་ཟེར་ན་རང་ཉིད་མ་ཡིན་པའི་གཟུགས་ཅན་ལ་ཟེར་རྒྱུ་ཨ་ཡིན། འོ་དེ་ཡིན་ན་བུམ་པའི་ཚོགས་པ་ན་ཡོད་པའི་རྡུལ་ཕྲན་དེ་ཆོས་ཅི་ཡང་བུམ་པའི་གོ་ས་ན་མེད་ད།

སྐུ་གཟུགས་དེ་གཟུགས་ཅན་ལོངས་སྐུའི་རྒྱུད་ཀྱི་དབྱིབས་དང་ཁ་དོག་ལ་སོགས་པ་རེ་བ་དང། འོ་དེ་ཡེ་ཤེས་ཀྱི་རང་བཞིན་ཡིན་ཕལ་ཆེར་ཡེ་ཤེས་དེ་ལོངས་སྐུའི་རྒྱུད་ཀྱི་ཡེ་ཤེས་དང་ངོ་བོ་གཅིག་པ་བྱ་དགོས་མ་རེད་བ། ཡེ་ཤེས་ཀྱི་རང་བཞིན་བྱ་རེད་བ། ད་འདི་ལ་བྱེ་བྲག་མ་བའི་ལུགས་ལ་ཡང་དེ་ཁས་ལེན་རྒྱུ་ཡོད་མ་རེད་བ་དང་འོ་ད་དེ་ཁས་ལེན་གཟུགས་ཅན་དག་གི་གོ་སར། ད་གཉིས་པ་ནི་ག་ཚོད་དུ་མིག་ལ་སོགས་པ་རྣམས་ད་ཡུལ་ཐོག་རེད། རང་གི་ཡུལ་ལ་འཇུག་གི་གཞན་ལ་མི་འཇུག་པའི་ཡུལ་ཏོ། མིག་ཡིན་ན་ག་བར་འཇུག་རེས་ཡ། མིག་གི་དབང་པོ་ཡིན་ན་གཟུགས་ལ་འཇུག་གི་སྒྲ་ལ་མི་འཇུག། སྒྲ་ལ་ཐོགས་པ་ཡིན་ཕྱིར་རོ་བ་ཡུལ་ཐོགས་ཟེར་རོ་བ་དང། འོ་ད་དེ་ཡུལ་ཐོགས་ཆོས། མིག་ལ་སོགས་པ་རྣམས་རང་གི་ཡུལ་ལ་འཇུག་གི་གཞན་ལ་མི་འཇུག་པ་དང་གསུམ་པ་ག་རེ། མིག་ཐོག་ཟེར་ཡག་དེ་སེམས་དང་སེམས་ཆུང། ད་བྱེ་བྲག་མ་ཡི་གླུ་ལ་མིག་ཐོག་ཁེལ། སངས་རྒྱས་འཕགས་པའི་ཡེ་ཤེས་བྲམ་ཟེ། ནི་ཡེ་ཤེས་གཅིག་གིས་ཆོས་ཐམས་ཅད་གཟིགས་པ་ནི་མེད་དོ་ཆེ་རུ་ལུང་དུ་དྲངས་རོགས་པ་དང། དེ་ཡིན་དུས་ཙམ་སངས་རྒྱས་འཕགས་པའི་རྒྱུད་ཀྱི། མི་རྟག་པ་མངོན་སུམ་དུ་རྟོགས་པའི་ཡེ་ཤེས་དེ་གིས་རེ་བ། འོ་དེ་རེད་བདག་མེད་པ་ལ་སོགས་པའི་ཆོས་གཞན་ཐམས་ཅད་མ་རྟོགས་གཟིགས་ཡོད་པ་སུ་དང། བ་དང། རང་རང་གི་ཡུལ་མ་ཐམས་ཅད་མཁྱེན་པ་སེ་ཡ་སྟེ། ཁོང་གི་སངས་རྒྱས་ཀྱི་འདི་རྟོགས་གོ་གསུངས་པས་གོང་སོང་ན་མཁྱེན་ཐུབ་པ་ཅིག་མ་གཏོགས་བེ་རུ་བ་དང་ཤེས་པ་གཅིག་གིས་ཡུལ་ཐམས་ཅད་རྟོགས་པ་མེད་ཅེས་ན་མིག་ཐོག་ཡིན་ཟེར་གི། འོ་ན་རང་གི་འཛིན་ཡག་གི་ཡུལ་དེ་ལ་ཐོགས་པ་ཡུལ་དེ་འཛིན་པ་མ་གཏོགས་དེ་ལས་གཞན་མི་འཛིན་པ་ཡིན་ཙང་ཨ་འདི་ག་རེད་ཡ། མིག་ཐོག་རེད་བ། འོ་ད་དེ་རེད། གཉིས་པ་ནི་མིག་ལ་སོགས་པའི་ད་མིག་མིག་གི་དབང་པོ་ལ་ཡུལ་ཡོད་ཟེར་བ་རེད་བ། ཡུལ་ཡོད་ཟེར། མིག་གི་དབང་པོ་ལ་དམིགས་པ་མེད་ཟེར་དགོས་མེད་དོ། མིག་གི་དབང་པོས་གཟུགས་མི་ཡང་དག་སེམས་ཅི་ཕྱིར་གཟུགས་མཐོང་ཡང་དག་སེམས་འདོད། དམིགས་ཟེར་བཟོ་ན་ཨ་ནི། དམིགས་བྱའི་སེམས་ཀྱིས་ཁམས་བདུན་མཐོང་བྱས་པ་རེད་བ་དང། འོ་ད་དེ་ཡིན་ཙང་དམིགས་བྱའི་ཟེར་ཡ་དེ་ད་སེམས་སེམས་བྱུང་ལ་མ་གཏོགས་མེད་པ་ཡིན་པ་རེད་བ་དང་འོ་ད་དེ་རེད། གཞན་ལ་མི་འཇུག་པའོ། གསུམ་པ་ནི་སེམས་དང་སེམས་ལས་བྱུང་བའང་ན་རང་གི་ཡུལ་འཛིན་ཅིང་གཞན་ལ་མི་འཛིན་པའོ། དེ་ལ་དང་པོའི་དབང་དུ་བྱས་ཏེ། མིག་ལ་སོགས་པའི་རྡུལ་རྫས་རྣམས་ཟེར་བ། རང་གི་གོ་སར་གཅིག་འོང་བ་ལ་གེགས་བྱེད་པར་གནས་པའི་ཕྱིར་རོ། དེས་དུ་བ་དག་གྲིབ་ཐོགས་སེ་ཡ་དེར་བའོ། གཟུགས། ཐོག་དང་བཅས་པ་གཟུགས་ཅན་ཅུང་ཟད་ཐོགས་བཅས།

བརྟན་གཡོ་འདི་ནི་གཟུགས་གཅིག་པུ། ཐོག་དང་བཅས་པ་གཟུགས་ཅན་བཅུ། ཅེས་པར་བ། གཟུགས་ཅན་བཅུ་པོ་གང་རུང་ཐོགས་བཅས་ཡིན་པའི་ཁྱད་པར་དྲུག་འདུ་བ། སྨོན་ལོག་རྣམས་ཀྱི་ཤེས་བཞིན་གཟུགས་ཉིད་བཅུ་ཐོགས་བཅས་ཡིན་པ་དང་གཟུགས་ཅན་བཅུ་པོ་གང་རུང་ཡིན་པའི་ཕྱིར་ཚིག་རེ་བ་དང་ཐོག་དང་བཅས་པ་གཟུགས་ཅན། ད་པན་ཆེན་རིན་པོ་ཆེན་གྱིས། འོ་ད་འདི་རེ། མེ་ལོང་ནང་གི་བྱན་གཞི་ཁ་ཅིག། མེ་ལོང་ནང་གི་བྱེད་ཅི་བྱེད་མ་ཡིན་ཏེ་གཞི་མ་གྲུབ་པའི་ཕྱིར་ཞེ་ན་རྟགས་མ་གྲུབ་སྟེ།

ཆོས་ཁམས་མཚུངས་ལྡན་ལ་བལྟ། མཚུངས་ལྡན་སེམས་བྱུང་རེ་བ། སེམས་ཁམས་བདུན་གྱི་རྣམ་ཤེས་ཀྱི་ཕུང་པོ་རེ་བ། ཆོས་ཁམས་ཀྱི་ངོ་བོ་བརྒྱུད་པའི་མཚུངས་ལྡན་འདུ་བྱེད་ཀྱི་ཕུང་པོ་ཡོད་པ། དེ་ཚོ་གང་གཱ་ཤེས་པ་རེ་བ། དེ་ཚོ་གང་གཱ་ཡུལ་ཐོག་ཡིན་ལ་སྒྲིབ་ཐོག་མ་ཡིན་སྲིད་ལ་བལྟ། འདས་སོང་བའི་མཐའ། ཁོ་སྒྲིབ་ཐོག་མ་ཡིན་ཏེ་ཁོ་ཐོག་ཅན་མ་རེ་བ། གཟུགས་ཅན་མ་རེ་བ། དེ་ག་རེ་ཡ། ཡུལ་ཐོག་ཡིན་པ་ཐགས་སུ་འདོད། དམིགས་པ་ལ་ཐོགས་པ་རེ་བ། དམིགས་ཐོག་ཡིན་ན་ཡུལ་ཐོག་ཡིན་པའི་ཁྱབ་ཀྱི་ཡོད་རེ་བལྟ་མདོར་བསྡུས་ན།

གཉིས་ཀ་མ་ཡིན་པའོ། འོ་ད་དེ་ཡིན་པ་ད་མུ་བཞི་གི་ཡང་རྒྱ་གཅིག་སྒྲིལ་དུ་ཡ། ཡུལ་རྟོག་ཡིན་ལ་གྲིབ་རྟོག་མ་ཡིན་པ་ཞོག་ཟེར་ན། སེམས་ཁམས་ཀྱི་ཡུལ་དང་མཚུངས་ལྡན་འདུ་བྱེད་ཀྱི་ཕུང་པོའོ། ཆོས་ཁམས་ཀྱིས་བསྡུས་པའི་མཚུངས་ལྡན་འདུ་བྱེད་ཀྱི་ཕུང་པོའོ། ད་ཡུལ་རྟོག་ཡིན་ལ་གྲིབ་རྟོག་མ་ཡིན་པ་དེ་ཞོག་ཟེར་ན། སྔོན་པོ་ལྔ་པོ་དེ་ཡུལ་རྟོག་ཡིན་ལ་གྲིབ་རྟོག་མ་ཡིན་པ། ད་དེ་འདྲི་བར་བྱེད། ད་ག་རེ་ཡ། འོ་དེ་རེད་གཉིས་ཀ་མ་ཡིན་པ་དེ་ཞོག་ཟེར་ན། འོ་དེ་རེད་ཆོས་ཁམས་ཀྱི་མཚུངས་ལྡན་མ་གཏོགས་པ། མཚུངས་ལྡན་མ་ཡིན་པའི་འདུ་བྱེད་ཀྱི་ཕུང་པོ་དང་འདུས་མ་བྱས་ཀྱིས་བསྡུས་པའི་ཆོས་ཁམས་ཡོད་རེད་བ། འོ་དེ་ག་དེ་ག་རེ་རེད་ཟེར་ན་ཡ། གཉིས་ཀ་མ་ཡིན་པ་ག་རེ་ཡུལ་ཐོག་ཡང་མ་ཡིན་སྒྲིབ་ཐོག་ཡང་མ་ཡིན་རེད་བ། འོ་དེ་རེད། ཡུལ་རྟོག་དེ་དང་དམིགས་པ་ལ་ཐོགས་སམ་ད་ཡུལ་རྟོག་དང་དམིགས་རྟོག་གཉིས་ལས་ཁྱད་པར་ག་ཡོད་ཞེ་ན། ཚིག་ཕྱི་མ་དང་སྦྱར་ཏེ། དམིགས་པ་ལ་ཐོགས་པ་དེ་དག་ཡུལ་ལ་ཐོགས་པའང་ཡིན་ཏེ་དམིགས་རྟོག་ཡིན་ན་ཡུལ་རྟོག་ཡིན་པས་ཁྱབ། ཡུལ་རྟོག་ཡིན་ན་དམིགས་རྟོག་ཡིན་པས་མ་ཁྱབ་དབང་པོ་ལྔ་དེ་ཞག་རེ་གསུངས་པ་དང་དབང་པོ་ལྔ་པོ་དེ་ག་རེ་ཡིན་ཟེར་ཡ། ཡུལ་རྟོག་ཡིན་ལ་དམིགས་རྟོག་མ་ཡིན། ཡུལ་རྟོག་ཡིན་ཏེ་རང་རང་གི་ཡུལ་དེ

གཅིག། གཅིག་གི་གོ་ས་གཅིག་འོང་བ་ལ་གེགས་བྱེད་པ་གནས་པའི་ཕྱིར་རོ། ཐོག་དང་བཅས་པ་གཟུགས་ཅན་བཅུ་ཟེར་དེ་ཨ་རེ། བསྟན་ཡོད་འདི་ནི་གཟུགས་གཅིག་པོ་ཐོག་དང་བཅས་པ་གཟུགས་ཅན་བཅུ་བསྐྱེད་དང་མེ་ལོང་ནང་གི་བྱད་བཞིན་གྱི་གཟུགས་བརྙན་དེ་དེ་གསུངས་པ་རེད་ད་དེ་ལ་ཨ་ལས་ད་ཟེར་དང་ཡང་འདུལ་བ་དང། ཁམས་ལྷག་མ་བཅོ་བརྒྱད་དེ་དེ་ལྟར་མ་ཡིན་པའི་ཕྱིར་ཐོགས་པ་མེད་པར་གྲུབ་བོ་ཟེར་ད་ཐོགས་མེད་ཀྱི་ཁམས་ཡིན་ཕྱིར། ཡང་འོ་ན་འདི་ནི། འདིར་ཡུལ་དང་དམིགས་པ་ལ་ཁྱད་པར་ཅི་ཡོད་ཞེ་ན། དབང་པོ་ལྔ་ཡི་ཡུལ་གང་ཡིན་པ་དེ་ནི་ཡུལ་ཡིན་ལ་ད་དབང་པོ་ལྔ་ལ་ཡུལ་ཡོད་པར་བྱས། རེད་བས། དབང་པོ་ལྔ་ལ་ཡུལ་ཡོད་པར་བྱས་ད་ཡུལ་ཅན་ཡིན་སེ་གུ་རུ་པ། གང་ཞིག་སེམས་དང་སེམས་ལས་བྱུང། སེམས་དང་སེམས་བྱུང་གིས་འཛིན་པ་དེ་ནི། དམིགས་པ་དང་ཡུལ་གཉིས་ཀ་ཡིན་ནོ། རེད་བ་ད། སེམས་དང་སེམས་བྱུང་དེ། སེམས་དང་སེམས་བྱུང་གི་ཡུལ་དེ། རེད་བ་ད། ནི་ཡུལ་ཡ་ཡིན་དམིགས་པ་ཡིན་གཉིས་ཀ་ཡིན་ཁྱབ་ཐོག་ཡིན། དེ་ཡིན་ཙང་ད་དམིགས་ཐོག་ཡིན་ན་ཡུལ་ཐོག་ཡིན་པའི་ཁྱབ་ཟེར་བོ་འདུག་ཨ། འོ་དེ་འདིར་འགྲེལ་པ་ལས། ཡུལ་ཐོག་གི་སྐབས་སུ་དག་པ་ལས་གསུངས་པའི་མིག་ལ་ཆུ་དང། སྐམ་ལ་མེ་ཐོགས་པ་ལ་མུ་བཞི་དང། མཚན་མོ་དང་ཉི་མ་ཐོགས་མ་ཐོགས་ཀྱི་མུ་བཞི་དང། ཨ་ནི། གཞན་ཡང་ཡུལ་དང་གྲིབ་དོག་གི་མུ་ཞིག་དང་ཨ་ནི་གར་སོ་སོ་ཡ། འོ་དེར་ཡུལ་དང་མིག་དོག་གི་མུ་གཉིས་ཀྱང་བཤད་དོ་དེའི་ཕྱིར་སློབ་དཔོན་བློ་གྲོས་བརྟན་པས་ཀྱང་བསྟན་དུ་ཡོད་ལ་ཐོགས་པ་དང་བཅས་པ་ནི་མིག་གི་དབང་པོའི་ཡུལ་ལོ། ས་བརྟན་ཡུལ་ཐོགས་བཅས་ཀྱི་གཟུགས་འགྲོ་བ་དང་མིག་གི་དབང་པོའི་ཡུལ་བསྟན་དུ་མེད་ལ། ཐོགས་པ་དང་བཅས་པ་ནི་གར་རེ་ཡ། གཏད་མེད་ཐོགས་བཅས་ཀྱི་གཟུགས་གར་བཞག། མི་ལ་སོགས་མིག་ལ་སོགས་པ། མ་རེ་སྒྲ་ལ་སོགས་པ། རྣ་བ་ལ་སོགས་པ་ཟེར་བ་མ་རེ་བ་ད། གཟུགས་ཅན་གྱི་ལྷག་མ་དགུ་པོ་དེ་གར་རེ་ཡ། གཏད་མེད་ཐོགས་བཅས་ཟེར་བ། མིག་ལ་གཏན་དུ་མེད་པས་གཏན་མེད་བཅས་ཐོགས་པ་དང་བཅས་པ་ཡིན་རེ་བ་ད། ཐོགས་པ་དང་བཅས་པ་ནི་མིག་ལ་སོགས་པ་ལྔ་དང་སྒྲ་དང་དྲི་དང་རོ་དང་རེག་བྱའོ་ཞེས་བཤད་དོ། རེ་བས། འོ་ཡ། བཤད་དོ། གཞན་ཡང་ཁམས་བཅོ་བརྒྱད་ལས། དགེ་བ་དང། མི་དགེ་བའི་ངོ་བོར་གྱུར་པའི་ནི་ལུང་དུ་བསྟན་པ་མེད་པའི་ཕྱིར། འོ་དེར་ལུང་དུ་མ་བསྟན་བ་དག་ལས་ད་ལྟ་ག་རེ་ཡང་བསྟན་ཡོད། ད་ལྟ་འདི་ག་རེ་ཨ། ཐོགས་བཅས་ཐོགས་མེད་ཀྱི་རབ་དབྱེ་ཟེར་བ་དེ་དེ་ཡིན་པ་རེད། བསྟན་ཡོད་བསྟན་མེད་ཀྱི་རབ་བྱེད་ལ། ཐོགས་བཅས་ཐོགས་མེད་ཀྱི་རབ་དབྱེ། འོ་དེ་གཉིས་དེ་ཕྱིན་ཚར་སྐུ་གསུམ་ཀ། བརྟན་ཡོད་བརྟན་མེད་ཀྱི་རབ་དབྱེ་དང་ཨ་ནི་ཀ་རེ་ཡ། ཐོ་ཆོད་ཐོ་མེད་ཀྱི་རབ་དབྱེ་ཡིས་ཨོ་ད་དེ་རེ་གཉིས་ཕྱིན་ཚར། ད་གེ་སོགས་གསུམ་གྱི་རབ་དབྱེ་རེ་བ། ཨོ་ཡ་ད་གེ་སོགས་གསུམ་གྱི་རབ་དབྱེ་ཟེར་ཡིན་དུས་གཙང་ནས་ད་རྩ་བ་དུ་མ་སྦྲེལ་ནས་རྒྱབ་ན་རེ་བ་དང་ཨོ་ད་དེ་གེ་སོགས་གསུམ་གྱི་རབ་དབྱེ་དེ་ལ། བརྟན་ཡོད་འདི་ནི་གཟུགས་བྱེད་པོ་ཐོག་དང་བཅས་པ་གཟུགས་ཅན་བཅུ་ལུང་མ་བསྟན་ཅད་དེ་དག་ཉིད་གཟུགས་སྒྲ་མ་གཏོགས་གཞན་རྣམས་གསུམ་ད་དེ་འགྲོ་བར་ཨོ་ལུང་བས་ད། ད་ཡིན་ད་ང་རང་ཚོ་ལབ་ཤོག་ཨ། ཁམས་བཅོ་བརྒྱད་པོ་དེ་དག་ལས་དགེ་བ་དང་མི་དགེ་བའི་ངོ་བོར་ལུང་དུ་བསྟན་པ་མེད་པའི་ཕྱིར། ད་ལུང་དུ་བསྟན་མ་བསྟན་སེར་སྣ་མིའི་ལུང་དུ་བསྟན་མ་བསྟན་དེ་གོ་དགོས་ཀྱི་མི་འདུག་བས། དཔེར་ན་སངས་རྒྱས་ཀྱི་ལས་འདི་བྱས་ན་དེ་ཡི་འབྲས་བུ་ལ་ནི་དགེ་བ་བདེ་བ་འདི་ཡོང་གི་རེད། རེ་བ། ལས་འདི་བྱས་ན་དེ་ཡི་འབྲས་བུ་ལ་ནི་སྡུག་བསྔལ་འདི་ལྟ་བུ་ཞིག་ཡོང་གི་རེད་ཅེས་ནི་མདོ་ལས་ལུང་བསྟན་ཡོད་ན་ག་རེ་ལུང་དུ་བསྟན་པ། ཨོ་དེ་སེའོ། མ་གཏོགས་སངས་རྒྱས་ཀྱི་ལུང་ལས་བཤད་མ་བཤད་ཙམ་ལ་ལུང་དུ་བསྟན་མ་བསྟན་བཞག་ན་འགྲིག་མི་འདུག་ཨ། རང་རང་གི་རྣམ་སྨིན་གར་རེད་ཟེར། ཨོ་རྣམ་སྨིན་དེ་ནི་ལུང་དུ་བསྟན་པ་ཡིན་ཙང་གར་རེད་ཡ། ཨོ་འདི་རེད་དགེ་བ་འདི་བྱས་པ་ལས་འབྲས་བུ་འདི་ལྟ་བུ་འབྱུང་ངོ། མི་དགེ་བ་འདི་བྱས་པ་ལས་གར་རེད་ཡ། འབྲས་བུ་འདི་ལྟ་བུ་འབྱུང་ངོ་ཞེས་ལུང་དུ་བསྟན་པ་ཡིན་པས་ཟེར་ན་གར་རེད་ཡ། ལུང་དུ་བསྟན་པ་ཟེར། ཨོ་ད་དེ་རེད། རེ་ཟུང་བ་དག་ཁམས་བཅོ་བརྒྱད་པོ་དེ་དག་ལས་དགེ་བ་དང་མི་དགེ་བའི་ངོ་བོར་ལུང་དུ་བསྟན་པ་མེད་པའི་ཕྱིར་ལུང་དུ་མ་བསྟན་པ་ནི་བརྒྱད་དེ། དེ་དག་ག་རེ་ཟེར་ན་ལུང་མ་བསྟན་བརྒྱད་དེ་དག་ཉིད་གཟུགས་སྒྲ་མ་གཏོགས་ཕྱིར་རོ། རེ་ཟུང་བ་དག་གཟུགས་སྒྲ་ཉིད་ལ་དགེ་མི་དགེ་ལུང་མ་བསྟན་གསུམ་ག་ཚིག་བརྒྱུད་བ་འཆད་ན་ནི་གཟུགས་སྒྲ་ཉིད་མ་གཏོགས་པའི་ལྷག་མ་བརྒྱད་པོ་དེ་ལ་ག་རེ་ཡང་ལུང་མ་བསྟན་ཡིན་མི་ཁྱབ་མཐའ་གཅིག་ཏུ་ལུང་མ་བསྟན་ཡིན་མི་ཁྱབ་བ་དང། དེ་དག་ཀྱང་གང་ཞེ་ན་ཐོགས་བཅས་སུ་བཤད་པའི་གཟུགས་ཅན་བཅུ་པོ་དེ་དག་ཉིད་ལས་གཟུགས་དང་སྒྲ་གཉིས། མ་གཏོགས་པའི་དབང་པོ་ལྔ་དང། དྲི་ཡི་རོ་རེག་བྱ་རྣམས་སོ། དེ་དེ་ལ་ཀ་རི་ཡ། དབང་པོ་ལྔ་པོ་ལ་ལྟ་ལུང་མ་བསྟན་ཡིན་པས་ཁྱབ་ཟེར་བ་ད་ཨོ་ཡ། དྲི་ཡི་རོ་རེག་བྱ་དེ་གཟུགས་ལས་ལུང་མ་བསྟན་ཡིན་བྱ་རོ་ཨོ་ད་རེག་བྱ་རྣམས་སོ། གཟུགས་སྒྲ་མ་གཏོགས་པ་ནི་ཀ་ས། དེ་དག་མི་དགེ་བ་ཡང་རྒྱུ་ཡི་ཕྱིར་རོ།

རྣམ་པར་སྨིན་པའི་ཕྱིར་ལུང་དུ་བསྟན་པ་མེད་པ་ནི་ལུང་མ་བསྟན་ཡིན་ནོ་ཞེས་ཟེར་བ་མི་འཐད་དེ། ཟག་མེད་གར་སེལ་སོགས་ཡིན། ཟག་མེད་འདུས་མ་བྱས་དེ་དག་ཀྱང། ཨ། འདུས་བྱས་དུ་ཐལ་བའི་ཕྱིར། དེས་ན་དེའི་མཚན་ཉིད་ཀྱང་འདི་ཡིན་ཏེ་ཇི་བཤད་ལས་ཀྱང། དགེ་བ་དང་མི་དགེ་བའི་དངོས་པོར་ལུང་བསྟན་དུ་མེད་པས་ལུང་མ་བསྟན་ཡིན་ནོ། ལས་དག་དེ་ཡིན་པར་བརྟགས་དག་རེད། དགེ་བ་དང་མི་དགེ་བའི་དངོས་པོར་ལུང་དུ་བསྟན་པ་མེད་པས་ན་ལུང་མ་བསྟན་ཡིན་ནོ། ས་བོན་ད་དེར་ལུང་མ་བསྟན་ཡིན་ནོ་ཞེས་པའོ། ཁ་ཅིག་དེ་ཡི་མཚན་ཉིད་ད་དེ་སྒྲ་བཤད་ཙམ་བཞག་ན་མ་གཏོགས་ཁྱབ་པ་རང་དུ་མི་འདུག་རུ་བ་ཟག་མེད་ལ་རྣམ་སྨིན་ཡོད་མ་རུ་བ། འོ་ད་ཟག་མེད་ལ་རྣམ་པར་རྣམ་པར་སྨིན་བྱེད་དང་རྣམ་སྨིན་བྱེད་མ་ཡིན་པ་ཅི་ཡིན་དུ་ཟག་མེད་ལ་རྣམ་སྨིན་མེད་པ་ཡིན་པར་རེ་གསུང་བ་ད། སྒོ་གཏན་ལྟ་བུ་དགེ་བ་ཡིན་ཆེ་བ་རེད་བ། ཁོ་ལ་རྣམ་དབྱེའི་ལུང་དུ་བསྟན་ཡང་ཡོད་མ་རེད་བ། དེ་ཡིན་དུས་ཙམ་ན་ད་བྱེ་བྲག་སྨྲ་བའི་ལུགས་ལ་ཡང་རྟོག་བཟོ་མི་འདྲ་བཞག་དགོས་བ་རེད། དེ་ཡི་མཚན་ཉིད་ག་རེ་ཤེས་སོ་ཡ། ཨ། ཁ་ཅིག་དེ་ཡི་མཚན་ཉིད། དགེ་བ་དང་མི་དགེ་བའི་དངོས་པོར་ལུང་བསྟན་དུ་མེད་པས་ན་ལུང་མ་བསྟན་འོ་ཞེས་བཤད་དོ། དགེ་བའི་ངོ་བོ་ཡང་ལུང་དུ་བསྟན་པ་མེད་མི་དགེ་བའི་ངོ་བོ་ཡང་ལུང་དུ་བསྟན་པ་མེད་པས་ན་ལུང་མ་བསྟན་པའོ་ཞེས་བཤད་དོ། ཁ་ཅིག་དེ་ཡི་མཚན་ཉིད་བླང་དོར་དུ་མ་གྲུབ་པ་ཡིན་ནོ་ཞེས་འཆད་པ་མི་འཐད་དེ། མིག་གསལ་བ་ལ་སོགས་པ་བླང་བྱ་དང། འདོད་པའི་ལྟ་བ་དང་པོ་གཉིས་མཚུངས་ལྡན་དང་བཅས་པ་དང་ཁམས་གོང་མ་གཉིས་ཀྱི་ཉོན་མོངས་པ་རྣམས་དོར་བྱ་མ་ཡིན་པར་འགྱུར་བའམ། ཡང་ན་དེ་དག་ག་རེ་ལུང་མ་བསྟན་མ་ཡིན་པར་འགྱུར་ཡི་ཕྱིར་རོ། ད་ག་རེ་ཡ་མ་ཁམས་བཅོ་བརྒྱད་ཀྱི་ནང་ནས་མ་བསྡུ་ན་ག་རེ་ཡིན་པ།

ཡང་ན། ཡང་ན་དེ་དག་ལུང་མ་བསྟན་པ་ཡིན་པར་འགྱུར་བའི་ཕྱིར་རོ། ཁམས་གཞན་བཅུ་པོ་དག་ནི་ཁམས་གཞན་བཅུ་པོ་ཁྱི་ཤོ་སི་ཡ། གཟུགས་ཅན་གྱི་ཁམས། ཁམས་གཞན་བཅུ་པོ་འུ་སི་དུ་ག་རེས། ཁམས་གཞན་བཅུ་པོ། ཁམས་གཞན་བཅུ་པོ་འུ་སི་དུ་ད་ལྟ་ག་རེས། ལུང་མ་བསྟན་རྒྱས་རེ་གསུང་ང། ལུང་མ་བསྟན་རྒྱས་སི་ཡ་དེ། ག་རེ་པི་སོང་ཁམས་བཅོ་བརྒྱད་ཀྱི་ནང་ནས། མ་རེ་གཟུགས་སྒྲ་གཉིས་འཕགས་པི་རི་བ། ལྷག་མ་ག་རེ་དབང་པོ་ལྔ་ཆེ། དྲི་རོ་རེག་བྱ་སའོ། ད་དེ་བརྒྱད་པོ་དེ་ཆེ་རི་བ། ད་དེ་བརྒྱད་དེ་ཚུ། ལུང་མ་བསྟན་ཡིན་མཐའ་གཅིག་ཏུ་ལུང་མ་བསྟན་ཡིན་པ་བརྒྱད་བཞག་རི་བ། ད་ཁམས་བཅོ་བརྒྱད་ནས་ག་ཚད་ལྷག་གི་རེད། བཅུ་ལྷག་གི་རེད་བཅུ་བོ་དེ་ཁིས་ཤོག།

སྒྲ་ནི། ལུས་ངག་གི་རིག་བྱེད་ཀྱིས་བསྡུས་པ་དགེ་མི་དགེ་ཀུན་ནས་བསླངས་པའི་ཀུན་སློང་གི་དགེ་བ་དང་ཀུན་སློང་དགེ་བ་ཡོད། ལུང་མ་བསྟན་གྱིས་ཀུན་ནས་བསླངས་པ་དང། རིག་བྱེད་ཀྱིས་མ་བསྡུས་པ། རྣམ་པར་རིག་བྱེད་ཀྱིས་མ་བསྡུས་པའི་ངོ་བོ་ནི། གཉིས་ཀྱི་ལུང་དུ་བསྟན་པ་ཡིན་ནོ། ཨ་ལས་འདི་ལབ་ད། རྣམ་པར་རིག་བྱེད་ལ་དགེ་མི་དགེ་གཉིས་ཀ་ཡོད། རེ་བ།

འདི་སྐར་གཟིགས་རྫོགས་སམ། ཁམས་བཅུ་བཅུ་པོ་དེ་དག་ཉིད། ཁམས་བཅུ་པོ་གསལ་སེང་ཁམས་བདུན་བྱས་ཆོས་ཁམས་བྱས་རེ་བ་དག། ནི་ཁ་རེས་སོ། འོ་དང་གཟུགས་སྒྲ་གཉིས་བྱས་ནི་བཅུ་བཞག་སོང་ང། འོ་དང་དེ་དག་ཉིད་ལ། འོ་དང་དེ་ལ་རྣམ་པ་གསུམ་ཡོད་དེ། དཔེར་ན་ཆ་བྱད་ཀྱི་ཡིན་ན་ནི་གཟུགས་སྒྲ་ལ་སོགས་པ་ལུས་ངག་གི་རིག་བྱེད་ཀྱིས་བསྡུས་པ།

ཚར་རེ་དེ་ལུང་མ་བསྟན་ཡིན་ཟེར་དུ་ངོ་བོ་ཉིད་ཀྱི་ལུང་མ་བསྟན་ཡིན་ཡིན་ནོ་གསུངས་འདུག། རེད་བ། སེམས་ཀྱི་ཁམས་བསྡུས་ནི། གྲོགས་མ་ཆགས་པ་དང་ཆགས་པ་ལ་སོགས་པ་མཚུངས་པ་འདུས་པའི་དགེ་མི་དགེ་ལུང་མ་བསྟན་གསུམ་ག་ཡོད་རེད་ད་སེམས་ཁམས་བསྡུས་ནི་ཡོད་པ་ཆོས་ཁམས་ལ་ཁ་ཅིག་ངོ་བོ་ཉིད་ཀྱི་དགེ་བ་དང། ཁ་ཅིག་མཚུངས་ལྡན་གྱི་དགེ་བ་དང་ཁ་ཅིག་ཀུན་སློང་གི་དགེ་བ་དང་ཁ་ཅིག་དོན་དམ་པའི་དགེ་བའང་ཡོད་ཕྱིར་རོ། ད་ཅི་འོག་མགོ་རྟིང་ལྟ་བུ་དོན་དམ་པའི་དགེ་བ་རེད་བ། འོ་ད་དེ་རེ་ནས་མི་དགེ་བ་དང་ལུང་མ་བསྟན་ལ་ཡང་དེ་བཞིན་དུ་ཤེས་པར་བྱའོ། དགེ་མི་དགེའི་མཚན་ཉིད་ནི་རིམ་པ་ལྟར་དམ་པས་བསྔགས་ཤིང་གནོད་བྱེད་ཀྱི་འབྲས་བུ་བསྐྱེད་པ་དང། འོ་ད་དེ་ལས་བཟློག་པའོ་ས་དག་དགེ་མི་དགེའི་དོན་དེ་བྱ་ཞིང།

ཁ་ཅིག་དགེ་བའི་མཚན་ཉིད་གར་སོ་སོ། ཡུལ་དུ་བདེ་བ་དང། འབྲས་བུ་ཡིད་དུ་འོང་བ་སྐྱེས་པའོ་ཞེས་འཆད་པ་ནི་མི་རིགས་ཏེ་བསམ་གཏན་བཞི་པ་ཡན་ཆད་ཀྱི་ཚོར་བ་སྐྱེད་བྱེད་དགེ་བ་མ་ཡིན་པ་རྒྱུ་ཡི་ཕྱིར་རོ། གལ་ཏེ་བཏང་སྙོམས་ཀྱང་ཡིད་དུ་འོང་བ་ཡིན་ནོ་ཞེ་ན་མ་ཡིན་ཏེ་ཡིད་དུ། ཡིད་དུ། མི་འོང་བ་དང། ཞེས་ཡིད་དུ་འོང་བ་ནི་བདེ་བ་ལ་བཤད་པའི་ཕྱིར་རོ། ངོ་ད་དེ་འདྲའི་རེ་བཞག་ད།

ཨ་ནི། མི་དགེ་བ་དང་ལུང་དུ་བསྟན་པ་དེ་བཞིན་དུ་ཤེས་པར་བྱའོ། དེ་ལས། དགེ་མི་དགེའི་མཚན་ཉིད་ནི་རིམ་པ་དང་དམ་པའི་སྔགས་ཤིང་གནོད་བྱེད་ཀྱི་འབྲས་བུ་བསྐྱེད་པ་དང་དེ་ལས་བཟློག་གོ། ཁ་ཅིག་དགེ་བའི་མཚན་ཉིད། ཡུལ་དུ་བདེ་བ་དང། ཨ་ནི། བདེ་བ་སྐྱེད་བྱེད་ཟེར་ན་འགྲིག་གི་ཡོད་མ་རེད་བ། བསམ་གཏན་བཞི་པའི། ཡན་ཆད་ཀྱི་དུས་བདེ་བ་སྐྱེད་བྱེད་རེད་ཡོད་མ་རེད་བ། ཨོ་ཡ། དེ་རེད། ཨ་ནི། བཏང་སྙོད་ཀྱང་ཡིད་དུ་འོང་བ་ཞིག་ནི་ཤི་ན་མེད་ད་འདིར་ཁམས་བཅོ་བརྒྱད་པོ་དེ་དག་ལས་འདོད་པའི་ཁམས་སུ་གཏོགས་པ་ད་ག་རེ་རེ་སོང་ཟེར་ཡ། ལུང་མ་བསྟན་གྱི་དེ་དག་ཉིད་གཟུགས་སྒྲ་མ་གཏོགས་གཞན་རྣམས་གསུངས། ད་འདིར་འདིར་ཁམས་བཅོ་བརྒྱད་པོ་དེ་དག་ལས་ལུང་དུ་མ་བསྟན་པ་ནི། གཟུགས་ཅན་གྱི་ཁམས་བཅུ་ལས་གཟུགས་སྒྲ་གཉིས་མ་གཏོགས་པའི་ཁམས་ལྷག་མ་བརྒྱད་པོ་དེ་ཡིན་ལ། སེམས་ཁམས་བདུན་དང་ཆོས་ཁམས་དང་གཟུགས་སྒྲ་གཉིས་ཏེ་བཅུ་པོ་ལ།